འདི་སྒོམ་དུ་བཅར་བ་ཡིན་ན་བདེ་བ་ཡིན་ན་དཔེ་ཡག་པོ་ཡོད་ད། ད་འདིའི་མཐུས་གྲོགས་བླ་མའི་རྣལ་འབྱོར་མཚམས་ཚར་ལ། དེ་དུས་ཚོད་ཡག་པོ་ཡོད་པའི་སྐབས་ལ་དགྱེས་པ་དང་འདོགས་ཆེ། ཨ་ནི་དུས་ཚོད་ཞེ་དྲག་མེད་པའི་སྐབས་ལ་ཨ་ནི་འབྲིང་བ་དང་འདོགས་ཆེ། ཨ་ནི་འབྲིང་བ་དང་ཅོ་བདེ་བའི་སྐབས་ལ་སྒོམ་དུ་བཅར་བ་ཡིན་ན་ཏག་ཏག་ཡོད་དེ། ད་ངེད་ཚོ་ཆོ་ག་གར་གཏོང་བ་ཡིན་ན་འདི་ཡོད་རེད། སྐྱབས་འགྲོ་ཟེར་ཡག་གི་ཡོད་རེད་དང་པོ། དང་པོ་ངེད་ཚོ་ནོངས་པ་ཡིན་པའི་གི་ཆ་ནས། སྐྱབས་སུ་འགྲོ་དགོས་ཀྱི་ཡོད་རེད་བ། ནོངས་པ་ཡིན་པའི་ཆ་ནས་དཀོན་མཆོག་བཟང་ལ་སྐྱབས་སུ་འགྲོ་དགོས་བ། སྐྱབས་སུ་འགྲོ་བའི་གི་གནས་སྐབས་དུ། འཁོར་བ་དང་ངན་སོང་གི་དོང་ངར་ལས་འཇལ་ཞེས་དྲངས་ནས་དེ་ལས་སྐྱོབ་པའི་ནུས་པ་དཀོན་མཆོག་ཙམ་ལ་ཡོངས་སུ་བཟང་ནས་ཐིག། འབྲོག་ཐོག་གི་གོམ་དུ་བརྒྱབ་ན་འགྲིག་ཡོད་རེད་ཚེག་དེ་དེ་གཅིག་པུ་རེད། དཀོན་མཆོག་སོགས་ལ་མཉན་ནས་རྒྱབ་ཀྱི་ཆས་དེ་རྫོགས་རེད། དག་རོགས་རེད། འབྲི་བ་དེ་ལ་དེ་མ་གཏོགས་ཡང་མ་རེད་དེའི་སྐབས་སུ་སྐྱབས་འགྲོ་སྐྱབས་འགྲོ་ཁྱབ་ཚོང་འགྲོ་དགོས་རེད། ད་དེའི་འོག་ཚེག་མེད་ཞེས་དེ་ལ་འདི་ལས་མདོ་བ།

དེའི་གེགས་ཚད་མེད་ཀྱིས་བསྒོམ། དེའི་འོག་དེ་ནས་ལས། དང། སོ་སོ་གཅིག་པུ་ཐ་ན་འབྲེལ་མི་འདུག་ཐིག་ཆད་ཀྱི་ཆོས་ཀྱི་བྱེད་ཀོ་བཟང། གཞན་སེམས་ཅན་ཐམས་ཅད་དོན་གང་ལས་འཕྲལ་བས་པའི་བྱེད་དོ་ཆོས་ཀྱི་བྱེད་ཀོ་བཟང་དུ་སེམས་བསྐྱེད་ཟེར་བ་དེ་གོང་གོ་ཡོད་ར་ད་དེའི་འགྲོགས་སྟོང་སོང་སྟེ། ད་རིམ་པ་གཅིག་ད་དེ་ཡོད་ཡོད་རེད་ད་ག་དུས་ཡིན་ན་ཡོད་ཡོད་རེད་ད་དེ་ཆོ་ག་གཅིག། སྐྱོ་ཚབ་པའི་ཞོར་ལ་ད་ཡོད་ར་ག་འགའ་ལ། དང། རྨོངས་འཇོག་གི་སེམས་བསྐྱེད་པ་ཟེར་བ་སྟེ། དེའི་ལས། རྫོགས་མྱོང་ཐོབ་ཕྱིར།

བདུད་ཀྱི་བདུད་ཀྱི་ནམ་མཁའ་སྟོང་པ་དེ་ལ། སེང་གེ་གི་ཁྲི་ཅིག་བཞག་དེ་ལ་པད་མ་ཅིག་བཞག་དེ་ལ་ཟླ་བ་ཅིག་བཞག་ཉི་མ་ཅིག་བཞག་དེ་ལ་ཟླ་བ་ཅིག་བཞག་དེའི་སྟེང་ནས་རྩ་བའི་བླ་མ། ཕྱག་དར་རྡོ་རྗེ་འཇོག་གོ་ཁོ་རང་བཞག་དེ་ཡང་སོ་སོ་ལ་རྩ་བའི་བླ་མ་དང་གཅིག་པ་ཡིན་པ་གཅིག། སྐུ་མདོག་དེ་ལ་སྔོན་པོ་ཡིན་པ་གཅིག་རྡོ་རྗེ་དང་དྲིལ་བུ་ཟུང་དེ་བ་གཅིག། ཨ་ནེ་ཡུམ་དབྱིངས་མཆོག་མར་ལྟའི་ཆུས་དེ་བ། ཨེ་འདྲས་ཀྱི། སྒོམ་གཅིག། ཨ་ནེ། གནས་གསུམ་ཟད་དུས།

ཨ་ནི་དེའི་འོག་དེ་ནས་ལས། ད་སོ་སོ་གི་ཕུ་ཡག་གང་ཡོད་པ་དེ་ཡག་ཕུལ། ད་བླ་མ་ལ་བསམ་སྦྱོར་གཉིས་ཀྱི་སྒོ་ནས་བསྟན་པ་ཟེར་བ་དེ་བསམ། བླ་མ་ལ་ད་བསྟན་དགོས་ཡོད་རེད་སོ་སོ་རང་བླ་མེད་ཀྱི་བླ་མ་ལ་ག་འདྲས་བསྟན་དགོས་རུ་ཟེར་ན། རྟ་མཆོག་དང་ཐུན་མོང་གི་དངུལ་གྲབས་མ་ལུས་ཀུན་ལག་ཡོང་དུས། རྟ་མཆོག་གི་དངུལ་གྲབས་ཟེར་བ་དེ། ཐམས་ཅད་མཁྱེན་པའི་གོང་འཕོ་ཐོག་ཐར་པའི་ཐར་པ་ཐོག་ཐམས་ཅད་མཁྱེན་པའི་གོང་འཕོ། གཙོ་ག་ང་ཆོག་ཆོག་ཟེར་དུས་ཡག་ཆུང་ཡག་ཆུང་དུ་ལབ་ཡོད་རོགས་ད། ད་འདི་བླ་མ་རིན་པོ་ཆེ་ལ་བསྟན་ནས་ཐོབ་ཡོད་རེད། གཞན་པ་ག་གེ་ལ་ཐོབ་མ་རེད། བླ་མེད་ཀྱི་ཨ་ནི་ལམ་བསྟན་ཆུ་བཤིག་ཕེ་ཉག་ཚུར་སློང་ཕེ་སོ་སོ་ཡི་དཀའ་ལས་རྒྱལ་པ་ལ་བསྟན་ནས་ཐར་པ་ཐོག་ཐམས་ཅད་མཁྱེན་པའི་མཆོག་དེ་ཐོབ་ཡོད་རེད། ཐུན་མོང་དེ་ལ་ཨ་ནི་ང་ཚོ་གི་དངུལ་མཐོ། ད་ངས་ཚུགས་མི་ཡི། གོང་འཕོ་ལ་སོགས་པ་ད་ལྟ་ཀྱི། ལོངས་སྤྱོད་དོ་བདེ་གཅིག་ད་གར་ཡིན་པ་ཡིན་ན། དེའི་རེག་དུ་སོགས་བཞག་ན་འབྲས་བུ་གྱིར་ད་མཆོག་དངོས་གྲོགས་དང་ཐུན་མོང་དངོས་གྲོགས་གཉིས་ཕྱིར་རོ། མ་ལུས་སྐུ། ཨ་ནི་མཆོག་དང་ཐུན་མོང་གི་དངོས་གྲོགས་ཐམས་ཅད་མ་ལུས་པ། མགོན་པོ་ཕྱུགས་མགོན་ཕྱུགས་ཟེར་བ་མགོན་ཕྱུགས་ཟེར་བ་བླ་མ་རིན་པོ་ཆེ་མགོན་པོ་ཕྱུགས་ཟེར་བ་དང་མགོན་ཟེར་བ་དེ་ང་ཚོ་སྐྱོབ་མཁན་འདྲ་བོ་གྱིར་བ། ཁྱོད་རང། ཚོགས་ཀྱི་བསྟན་པའི་ཟེར་བ་གཡས་བརྙན་བསྟན་ཚོགས་ཟེར་ཡག་ཐོག་ང་ཚོ་ཚོགས་ཀྱི་བསྟན་ཚོགས་ཀྱི་བསྟན་ཚོད་དེ་ག་རེ་ཟེར་ན་བ་ཡིན་ན།

ལྟར་བླ་མ་དེ་ལ། ཆོས་ཀྱི་མགོ་བཅུ་ཚོགས་ཀྱིས་བསྟན་པའི་རྗེས་འགྲོ་བར། མཐོང་ནས་ལུས་དང་སྲོག་ཀྱང་ཡོངས་གཏོང་སྲིད་ལྟ་ཁོ་ཅི་ཡོད་ལྡན་དག་ལྟར་བླ་མ་དེ་ལ་བསྟན་པ་ལ་ཕན་ཡོན་དང་གྲུབ་འབྲས་ཡོད་བ་མཐོང་ནས་སོ་སོའི་ལུས་ཡིན་ན་རྟོག་ལྟ་བླ་མའི་ཆེད་དུ་གཏོང་ཐོབ་ཡུག། ལོངས་སྤྱོད་ཡིན་ན་བླ་མའི་ཆེད་དུ་གཏོང་ཐོབ་ཡུག་ཐམས་ཅད་བླ་མའི་ཆེད་དུ་གཏོང་ཐོབ་ཡུག་ཟེར་བ་ལྟར་སྲོག་སྔགས་ཉམས་ལེན་བྱེད་པའི་སྐབས་སུ་བླ་མ་དེ་པས་རྩ་ཆེན་པོ་ཞེས་ཡོད་ལྟ་སྟེ།

ཕག་ཞེས་ཚོགས་ཞེས་མཚམས་རྩ་ལ་ཁྱོད་རང་ཚོ་བཤད་ཆོག་ངས་མ་བཤད་རྒྱུ་ཡོད་རེད་མཚམས་རྩ་ངས་བཤད་ཆོག་ཁྱོད་རང་ཚོ་མ་བཤད་ཡོད་རེད་གང་ལྟར་དྲི་བ་གཅིག་གཏོང་བ་ཡིན་ན། ངས་ཚོ་གཅིག་རང་འགྲོ་རེད་དེ་ཕག་ཞེས་ཚོགས་ཞེས་བ་ན་དོགས་པ་གཅིག་ཟ་ནས། ད། ཁྱོད་རང་ཚོ་དྲི་བ་གང་གཏོང་བ་དེ་ངས་ཀྱི་ལན་ཐེབས་པའི་ཀྱི་ངེས་པ་ཡོད་མ་རེད་ཀོ། མཚམས་རྩ་མ་བཤད་བ་དེ་ནི་མཚམས་རྩ་མ་ཡིན་པ་ལན་རྒྱབ་ཤོར་ཡོད་ན་ཡོང་རེད། དེ་ལྟ་གི་ཡོད་མ་རེད་ཀོ། ནོར་བ་འབྲུ་བ་སུ་ཡིན་ན་ཡོང་ཆོག་རེད། དགའ་བ་སི་ཁའི་མི་བ་ཡིག་སྐྱེལ་མི་གཉིས་ཤེས་དགོས་ཡ་ཡོད་མ་རེད། ཕག་ཞེས་ཚོགས་ཞེས་བྱིན་ན་གང་ལྟར་ཡ་སྐྱེལ་འགྲོ་གི་རེད།

སྐྱིད་གཏོང་གི་ད་ཕྱོགས་ཟེར་བ་དེ་ཡག་ཤུ་ཡག་ཤུ་དེ་ལབ་ཡོད་ར་ཡག་ཤུ་ཡག་ཤུ་དེ་ལབ་འོང་དུས་ད་སངས་རྒྱས་ཀྱི་གོང་བོང་ད་ཐར་པ་ཐམས་ཅད་མཁྱེན་པའི་གོང་བོང་དེ་ཡག་ཤག་ཤག་ན་འགྲིག་ཡོད་རེད་ད་གཙོ་བོ་འདྲ་བོ་དེ་ཐམས་ཅད་མཁྱེན་པའི་གོང་བོ་སངས་རྒྱས་ཀྱི་གོང་བོ་དེ་ཞག་ཡོད་རེད་ད་སངས་རྒྱས་ཀྱི་ཐུགས་རྒྱུད་ཀྱི་ཡོད་དད་དེ་ཚོ་ཞག་ཡོད་རེད། ད་ཐུན་མོང་ཟེར་དུས་ང་ཚོ་གི་བདེ་སྐྱིད་འདྲ་བོ་འདྲ་དང་ངེད་ཚོ་གི་དངུལ་ཕུག་གི་གོང་བོང་འདྲ་བོ་འདྲ་དང་ད་ཐུན་མོང་རོ་ད་ག

ཁྱི་ནོར་བཟོ་བའི་གི་མཆོད་པ་འབོར་ཟེར་ཡ་ཀྱེ། ད་ཀྱེ། འབྲིང་བ་དེའི་ནང་ལ་ཁྱི་ནོར་བཟོ་བའི་མཆོད་པ་ཟེར་ཡ་ཀྱེ་མ་གཏོགས་མི་འདུག་སེ་དེའི་ནང་ལོགས་ལ། ཁྱི་ནོར་བཟོ་བའི་གི་མཆོད་པ་འབོར་བ་དེ་ལ། གར་འདོགས་ཟེར་བ་ཡིན་ན་ཀྱེ་པ་དེའི་ནང་ལ་སང་ལོ་གཏོང་བའི་སྐབས་སུ། བདག་པོ་གི་གཟུགས་མ་ཀྱེ་ཀྱེ་རོ། ཀྱེ་བདག་པོ་ཡོ་ཀྱོག་འདྲ་བོ་ཀྱེ། མ་བཟང་བ་ཀྱེ་མ་བཟང་བ་ག་རེ་ཟེར་ན། ར་དང་མཚོ་དང་ནགས་ཚར་ལ་སོགས་པ་དེ་ཡར་ཕུལ་བའི་གི། མོ་པ་ཀྱེ་ན་འགྲིག་ཡོ་ར་འདྲ་རོ།

ཨ་ནི་ཁྱི་དང་སོ་བའི་གི་ཆུ་བ་བོར་བ་དེ་འགྲོགས་ཅིག་རོ། ད་དེའི་འོག་དེ་ནས་སླེ། མན་དར་ཟེར་བ་ཀྱི་འབུག་ད་ད་ངས་སོ་ད་དེ་མན་དར་དེའི་ནང་ལོག་ལ། གར་སླེབས་འདུག་ཟེར་བ་ཡིན་ན། ད་འདི་འདྲས་ཀྱི་སླེབས་འདུག་ཨ། ད། དག་ཅིག། གཞན་ཅིག། ལུས་ཀྱི་ངག་གི་ཡིད་བཟང་གི་ལོངས་སྤྱོད་ཀྱི་ཨ་ནི་དུས་འདས་པ་ཀྱི་ད་ལྟ་བ་ཀྱི་མ་འོངས་པ་ཀྱི་དགེ་བའི་གི་ཚོགས་མང་པོ་ཀྱི་ཚོགས་ཟེར་བ་དང་མང་པོ་ལ་བ་ར་ཚོགས་དགེ་བའི་གི་ཚོགས་མང་པོ་ཀྱི་བསགས་བྱ་ཀྱོ། དེ་ཐམས་ཅད་ཕུག་གིས་ཟེར་ཀྱི་ལན་ཏོ། ཏ། རིན་པོ་ཆེ་ཀྱི་མན་འདྲར་བྱེད་པ།

གཏད་ལ་ཕ། ལན། ལོངས། སོང་ཟེར་ཡ་རྒྱུ་བ་བློ་ཡི་ལོངས་སེ་ལ་འོང་དུས་བློ་ཡི་ཚོར། བསམ་བློ་གཏོང་བ་འདྲ་བོ་ཀྱི་ཁོག་ཡོད་ད་སྟེ། དངོས་གནས་དེ་ཡོད་མ་རེད་བློ་ཡི་ཚོར་ལན་ཡ་ར་བ། ལག་པ་དེ་དུས་སུ་ལན་ཡ་ཡོད་མ་རེད་རེད་ར་བ་ཁོང་ཁྱེད་ལ་སོགས་པ་ལག་པས་ལན་ཡ་ཡོད་མ་རེད་དེ་བློ་ཡི་ཚོར་ལན་གྱིས་ཨ་ནི། བླ་མ་ཡི་དྭགས་སྐུ་སྙུང་ཟོམ་ལ་འབུར། དེ་ཕོར་བ་ལ་བལྟས་ནས། ཐུགས་དཀྱིལ་གྱི་ཨོང་གིས་ཁྱོད་རང་གིས་ད་ཐུགས་དཀྱིལ།

བྱིན་རླབས་དང།
དངོས་གྲུབ།
དགྲ་བོ་བློ་བ་ཅིག་མི་འདས་ཏེ། དངོས་གྲུབ་ཐོབ་པར་ཤོག་ཟེར་དུས་དངོས་གྲུབ་ཟེར་བ་དེ་སྐྱིད་སྡུག་གི་བྱིས་པ་ཡིན་ན། དངོས་གྲུབ་ཐོབ་ཟེར་ལམ་འདོགས་ངེས་སོ། དངོས་གྲུབ་སྤྲད་རོགས་ཟེར་ཁྱེད་རང་ལམ་མི་འདོགས། དངོས་གྲུབ་ཟེར་བ་དེ། གཙོ་ཆེ་ཤོས་དེ་ཡིད་སངས་རྒྱས་ཁོང་རང་གི་རྒྱུད་ཀྱི། ད་ཅི་ཡུལ་ཕྱོགས་ཀྱི་ཡོན་ཏན་དང་ད་ཅི་འཕྲིན་ལས་དང་ཁོ་རང་རྒྱུད་ལ་ཡུལ་ཕྱོགས་ཀྱི་ཐམས་ཅད་མཁྱེན་པའི་ཡེ་ཤེས་དང་འདིའི་རེག་དེ་སོགས་དེ་ང་ལ་ཐོབ་པར་ཤོག་ཟེར་བའི་སོགས་ནས་དངོས་གྲུབ་ཟེར་བ་ཅི། འཕྲིན་སྒྲིག་གི་ལམ་མི་འདྲེ། ད་གཞི་ལམ་ཟེར་བ་དེ་འཕྲིན་ལས་འདྲ་བོ་ཅི་ང་ལ་ཡོང་བར་ཤོག་ཟེར་ཡང་ཅི་ཁོ་རང་གི་ནུས་པ་འདྲ་བོ་ཅི་ང་ལ་ཤུགས་རྐྱེན་འདྲ་བོ་ཅི་ཡོང་བར་ཤོག་ཟེར་ཡང་འདྲ་བོ་ཅི། ད་མ་གཞི་ནས། ཆད་པ་ཞུ་ཞེས་པ་དེ་གླེང་མ་རེད་ད།

བྱིན་རླབས་དང་དངོས་གྲུབ་གཉིས་ཏེ། བྱིན་རླབས་ཟེར་བ་དེ། ཕྲིན་ལས་འདྲ་བོ་གཅིག་གོ། དངོས་གྲུབ་ཟེར་བ་དེ་ཁོང་རོག་གི་རྒྱུའི་རྐྱེན། ཨ་ནི། ཀྱེ་ད་ཀྱེ་རྟོག་འཕྲིན་ལས་ཡིན་ན། ཡའི་རྒྱུད་ལ་མེད་པའི་ལྟ་ངེས་པ་ཡོད་མ་རེད། བྱ་བ་ཡུལ་ལ་ཡོད་པའི་གི་འཕྲིན་ལས་བྱེད་པ་པོ་ལ་ཡོད་པའི་གི་འཕྲིན་ལས་ཟེར་འཕྲིན་ལས་ཟེར་བ་དེ་མང་པོ་ཤེས་ཡོད་རེད་ཁོ་རང་ལ་ཡོད་རེད་ང་ཚོ་ལ་ཡོད་རེད་ཟེར་ཡ་མང་པོ་ངེད་ཚོ་རྒྱུད་ཀྱི་དགེ་བ་དེ་ཚོ་འཕྲིན་ལས་རེད་ཟེར་ལབ་ཁོ་རོག་རྒྱུད་ཀྱི་དགེ་བ་དེ་ཚོ། ཨ་ནི་འཕྲིན་ལས་རེད་ཟེར་ལབ་སོགས་ཀྱིས་ཁོ་རོག་རྒྱུད་ཀྱི་ཡོད་པའི་གི། ད་དེ་འདྲའི་འདྲ་བོ་ཀྱི་བྱིན་རླབས་ཟེར་བ་དེ་དེ་འདྲ་གཅིག་ཤེས་གི་མེད་འགྲོ། ཞེས་པའི་ཀྱེ་ད་ཧ་གོ་མ་སི་ད།

མེ་འདྲར་ཟེར་བ་དེ་སྙིང་པོ་དེ་ལབ་ས་སོ། ཁ་ན་ཡང་ད་ཡང་མེས་བསླང་འོང་དུས། འབོར་བ་སྐྱེ་བོ་ཟེར་ཡག་དེ་ལབ་ཡོད་རེད་ས་དེའི་ཚེག་འབོར་བ་སྐྱེ་བོ་ཟེར་ཡག་གི། ད་གར་ལབ་སོང་ན། བླ་མ་རིན་པོ་ཆེ་ལ་ཨ་ནི་རིན་པོ་ཆེ་དེ་འབོར་བ་སྐྱེ་བོ་ཟེར་ཡག་གི་ད་གོང་ལྟར་དེ་འདྲ་གྱི་རེད་ཤག། ཡི་དམ་ལ་ནི་ག་ལ་རེད་གོང་ལྟར། ཡི་དམ་ཟེར་བ་ཀྱི་མདོ་ཨ། ད་འདི་རེད་ད།

ཤ་ལོ་ནོམ་ཡོང། ཞེས་བྱེད། མཚམས་ཞེས་བྱེད་སྟེང་འོག་གཉིས་ཀྱི་བརྩེགས་རོ་ཕྱོགས་བཅུ་ཟིལ་ལག་འདུས། བདེར་གཤེགས་ཟེར་དུས་བདེ་བར་གཤེགས་པ་ཟེར་བ་འདི་ལྟར་སངས་རྒྱས་ཀྱི་མེ་རོ། མ་ལུས་པ་ད་ག་བ་ག་བ་ཡོང་བ་ཡིན་ན་འདིའི་ཚ་ན་འདྲ་ད་ན་ཡོང་ན་འདྲ་མ་འོངས་ཡོང་ཡང་ཡིན་ན་འདྲ་ཕྱོགས་ག་བ་ལ་ཞོག་ཡོང་ན་ད་བདེ་གཤེགས་ཐམས་ཅད་ལ་ཟིལ་ལག་རོ། གོང་མདོར་བཞེས་བཞི། ངོར་མེད་རྣམ་རོག་གྱིས། གྲོགས་མེད་བྱས་ཏེ་རྒྱལ་རོལ་བསྩལ་པ་རྗེ་བླ་མ་རིན་པོ་ཆེ་ལ་སོགས་ད་ལྟའི་ཁ་དོག་ལ་སོ་སོ་གི་བླ་མ་དེ་ལ་སོགས་ལ་འདི་ལྟར་བླ་མ་ཟེར་ལ་འོང་དུས་ད་ལྟའི་ངོར་མེད་ཀྱི་རྣམ་པ་ཅན་ཟེར་བ་དེ། གོང་ལ་གོང་མདོར་དེ་ལ་ད་དོང་པ་བཙུན་པ་བཙུན་པ་སྐྱེས་ར་ཟེར་ལ་ཕྱག་འཚལ་ལོ་ལང་དོ་དེའི་ཚེ་དེ་རིགས་ད་ནས་དེ་གོང་མདོར་ཟེར་བ་དེ། རྣམ་པ་ག་འདྲས་ཀྱིས་སྟོང་བ་ཡིན་ན་མི་ལ་ཕན་ཐོགས་ཆེན་འདུག་བ་ཡིན་ན་དེའི་རྣམ་པ་དེ་སྟོང་ཡོང་གི་ཡོད་རེད་ཟེར་ལ་འོ་ད་སོང་རྗེས་ད་ནས་སྤྲོ་བ་མང་པོ་ཅིག་ཡོད་དགོས་ཀྱི་འདུག་ཡི་དམ་གྱི་རྣམ་པ་བསྟན་ནས་ཕེབས་ཡོད་རེད།

ཞེས་ལ།
དེ་གང་འདུལ་ཆེ་ཞེས་ངུར་སྨྲིག་རྣམ་རོལ་གྱིས་ལས་དང་སྣང་བ་གཅིག་ཡང་སྒོ་ཚུལ་དུ་མ་ཟད་ཡག་པོ་ཅིག་ངེས་ཏེ། དེ།
གང་འདུལ།
ཨའུ་མདའ་ཤམ་གྱི་འདུལ་ལ་འདུལ་ལ་ག་ལ་བ་རེད། ཨའུ་མདའ་ཤམ་གྱི་འདོར་ལ་འདོར་རོ་ཟེར་བ་ཡིན་ན་ད་ངེད་ཚོ་དེ་འདྲའི་ལག་འགྲོ་དེ་སོང། ངེད་ཚོ། འདོར་ཟེར་བ་དེ་དེ་འདྲ་རེད་ད། ཨ།

དྲི་སོགས་འདྲ་བོ་ཅི་དགོས། གཏོར་སྟབས་བེད་དུ་དུས་གཏོར་ཟེར་ཡ་དེ་མ་རེད་དེ་ཡིན་ན་ཡོད་ད་དེ་འདྲ་བོ་ཅི་དང་པོ་སྐྱུག་པ་དུག་ཆགས་ཡོད་ཆོག་དེ་ད་ནི་ཡག་པོ་སོགས་བྱ་ཆོག་འདྲ་བོ་ཅི། མདོར་ཟེར་བ་དེ། ཁོ་སོགས།
ལོས་གང་དུས་དུག་ཆགས་ཡོད་དེ་ཡག་པོ་ཟེར་བ་དེ་ཇི་བཞིན་ངུར་སྨྲིག་རྣམས་རོལ་གྱིས་ལ་དེ་ངུར་སྨྲིག་ལ་ན་དྲ་རྗེས་ལ་རེ། ངུར་སྨྲིག་ཟེར་བ་དེ་ད་དྲ་བ་དེ་ནི་ངུར་སྨྲིག་གོང་དེ་ཅོག་ཟེར་ལ་འོང་དུས་དྲ་བའི་གི་དུག་ལོག་གོང་དེ་ཅོག་དེ་འདྲས་ལབ་ཡོད་ད་ངུར་སྨྲིག་ཟེར་བ་དེ། ངུར་སྨྲིག་ཟེར་བ་དེ།

ཨ་ནི་ཡི་དམ་སྒོམ་ཡག་དེ་རེད་སོང། སོ་སོའི་བླ་མ་དེ་དངོས་གནས་ཀྱི་བླ་མ་དེ། ད་འདིའི་གི་སྐབས་སུ་སོ་སོའི་གི་ཁོ་རང་གི་བླ་མ་དེ་སུ་ཡིན་པ་ཡིན་ན་སངས་རྒྱས་བཅོན་ལྡན་དེ་ཡིན་ན་འདྲ་ཡང། ཨ་ནི་ཀྱི་ད་སོ་སོའི་གི་དེ་ལས་གཞན་པའི་རྒྱལ་བ་རིན་པོ་ཆེ་ཡིན་ན་འདྲ་དེ་ལས་གཞན་པའི་གི་རྒྱལ་རིན་པོ་ཆེ་ཡིན་ན་འདྲ། དེའི་རེག་དེ་གང་གཱའི་ངུར་སྨྲིག་གི་རྣམ་རོག་ཅན་དེ་ཕེབས་ཏེ་ཀྱང་རོ་བ་སོ་སོའི་བླ་མ་དེ། ད་དེ་རྡོ་རྗེ་མཆོག་ཏུ་ངོ་བོ་དབྱེར་རེ་མེད་པ་ཀྱི་སྒོམ་དུ་ཡོད་ར་སོ་སོའི་གི། དེ་ཡིན་པ་ཡིན་ཙ་ད་བླ་མ་བླ་མ་དེ་གྲ་ཆེན་གོང་དེ་ཀྱང་དེ་འདྲ་ཆགས་དུ་ཡོད་ར་ད་ད། སོ་སོ་སྒོམ་བརྒྱ་ཡག་གི་བླ་མ་དེ། བླ་མའི་རྣལ་འབྱོར་ལབ་ར་དེ་ལ། བླ་མའི་རྣལ་འབྱོར་ལ་འོང་དུས། ད་བླ་མ་དེ་སངས་རྒྱས་དང་ཡི་དམ་ངོ་བོ་དབྱེར་མེད་པ་ཅིག་བསྒོམ་དུ་ཡོད་ར་བ་འདི་ལབ་ཡོད། འདི་ཁ་ཐོར་ལ། བླ་མའི་རྣལ་འབྱོར་ཟེར་ཡག་དེ་ལ་བསམ་ལ་དོག་བསྒོམ་ཡོད་ད།

རང་རྒྱལ་རྒྱལ་བའི་འཁོར་ལོ་མཐའ་དག་ལས། ལྷག་པའི་ཞིང་གི་དྭངས་མར་ལས་ལྔ་པའི་བླ་མ་རམ་ཏཱ་སྐྱེས་སུ་དུ་སུ་ཡོད་བ་ཡིན་ན་ད་ཕི་ཡིས་ལ་རྒྱལ་བ་དང་སངས་རྒྱས་དང་ད་ག་རེ་ཡོད་བ་ཡིན་ན་དེའི་ནང་ནས་ང་རང་ལ་བཏུས་བ་ཡིན་ན་ད་ཁྱོད་རང་ལ་ལྷག་ས་སུ་མེད་ཟེར་ཡག་གི་འདུག་འདི་ལེན་དུ་ཨ་ནེ་ལྷག་པའི་ཞིང་གི་དྭངས་མར་ལེགས་པར་བསྔགས་པ་ད་ང་རང་ལ་བཏུས་བ་ཡིན་ན་ཁྱོད་རང་ང་རང་ལ་བསྐོང་ཚོགས་གཏོང་བྱ་བའི་གི་སོགས་འདྲ་བོ་ཅི་རེད་ད་ང་རང་ལ

ད་ལྟ་དེ་རྡོ་རྗེ་འཆང་གི་བློ་དམན་ལ་ཡོད་དོ། རྡོ་རྗེ་འཆང་ད་ལྟ་དེ་ད་སོ་སོ་རྩ་བའི་བླ་མ་བསྒོམ་ནས་རོ། བློ་དམན་ལ་དུས་སོ་སོ་ལ་རྫོགས་རྫོགས་པར་རོ། སོ་སོར་རྫོགས་རྫོགས་ཡོད་ན། ཨ་ནི་རྡོ་རྗེ་འཆང་གི་བློ་དམན་བསམ་པའི་ངོར་ལ་ན། སོ་སོ་བློ་དམན་པ་གི་བསམ་པའི་ངོ་བོ་ལ་ལ་གི་ཡོད་རོ། དེར་ཐལ།

ཨཧཱ།
ཞེས་རོང་ལ་ཆུ་གཏོང་མཁན་བླ་མ་དེས་ང་ཚོ་མཐའ་མར་པ་སློབ་མའི་པ་ཟེར་བ། དེ་དག་གི་བསམ་པ་དང་མཐུན་པའི་ངོར་ཟེར་བ། ད་དཔེ་ལས་དཔེ་ཞི་འོད་ཀྱི་སོ་སྐྱེས་ཀྱི་རྣམ་པ་ཅན་སེང་བཟང་པོ་དེ་དཔེ་བཟོ་བྱེད་ཡོང་ན་དཔེ་བཟང་པོ་དེ་འདྲའི་རྒྱན་དེ་གླེང་བ་ན་ངེད་ཚོ་འཇིགས་ཡག་འཁོར་བ་ཡོད་མ་རེད། རྒྱ་རོང་པ་ཅིག་ངེད་ཚོ་དང་འདྲ་བོ་འདྲ་བོ་ཅིག་བྱས་ནས་ཕེབས་ཡོང་དུས་ང་ཚོ་གི་གཟུངས་ཆུང་ཞུ་ཡག་རག་ཡོད་རེད་ག་རེ་ཡིན་ན་བྱེད་ཡག་རག་ཡོད་རེད།

ལྷག་པའི་གཞན་གྱི་དམ་པ་ལྷའི་སྔགས་པས་བླ་མ་རིན་པོ་ཆེ་ལ་གསོལ་བ་འདེབས་ཤིག། དེའི་གི་དོང་དག་གར་དོང་དུ་ཟེར་བ་ཡིན། གྲོང་མེད་པའི་གི་གྱར་བ་ཐམས་ཅད་ལས། བསོད་ནམས་ཀྱི་གཞན་དུ་བླ་མ་དེ་ལྷག་པའི་ཟེར་བ། ད་གྲོང་དགའ་མེད་ཀྱང་བླ་མ་དེ་བསོད་ནོར་ལས་ཁྱོད་རང་མཆོག་ཏུ་གྱུར་བ་དེ་རེད་ཤག་ཟེར་ཡག་ཏུ་དོང་དུ་དེ། ལྷག་པའི་རྒྱུ་མཚན་གྱིས་བསྔགས་པར་མཛད་པ་ཡིས་ངས་ཁྱོད་རང་ལ་བསྔགས་བརྗོད་མཛད་ཡོང། ད་དཔེར་ན་བྱ་བཞག་ན་དེ་འདྲས་རེད་ཤག།

ད་གོང་རོང་གི་གོང་ད་ཁྱོད་རོང་ལ་ག་འདྲས་ཀྱི་བསྟན་མ་ཡིན་ན་དེ་འདྲས་ཀྱི་ཆག་གི་རེད་ཟེར་ཡག་གི་ད་ཁྱོག་དོད་དོད་མང་པོ་འགྲོ་བསྡད་བླ་མ་ལ་བསྟན་ཚུལ་ཡག་པོ་བྱེད་ན་ལེགས་རེད་བླ་མ་ཡི་བསྟན་ཚུལ་ཡག་པོ་མ་བྱེད་ན་རྗེས་སུ་དེ་རྗེས་སུ་འགྲོ་གི་རེད་བསྟན་ཚུལ་ལ་བསྟན་ནས་ད་མཐོང་ནས་ད་ང་རོང་ཧ་གོ་སོང་ཟེར་བ་ད་བླ་མ་ཚོགས་ཀྱི་བསྟན་ན་ཡག་པོ་ཡོང་ཡོང་བ་ད་བླ་མ་ཚོགས་ཀྱི་མ་བསྟན་ན་ཡག་པོ་ཡོང་མེད་བ་ད་ཧ་གོ་ན་མཐོང་ནས་ད་སོ་སོ་ལུས་མཐོང་སྲོག་མཐོང་ཡོངས་སུ་རྫོགས་པ་གཏོང་གིས་ད་གཏོང་ནས་ཁྱོད་རོང་རྙེད་པ་སོ་ཐོག་རྙེད་པ་ཁོ་ན་སྒྲོག་པར་བྱིན་གྱིས་བརླབ་ཏུ་གསོལ། ད་ངས་ཐོག་རྙེད་པ་དེ་སྒྲོག་གི་ཡིན། དེ་སྒྲོག་ཡག་ལ་ང་ལ་བྱིན་རླབས་གོང་དུ་རྔུལ་གྲབས་གོང་དུ་ཁྱོད་རོགས་སྐྱབས་འཇུག་གནང་རོགས་གྱིས་ཟེར་ཡག་གི་རེད་དོ། ཆུ། གཉིས། ཁོ་ན་སྒྲོག་པར་བྱིན་གྱིས་བརླབ་ཏུ་གསོལ། ད་ང་ལ། ངའི་གི་སྒྲོག་བྲལ་དུ་ཡོད་ཡིན་ན་ཡང་ང་ལ་སྐྱེ་ངན་བར་ཆད་དེ་འདྲ་ཡོང་རེད་ཨ་ནི་ཁྱོད་རོགས་རྙེད་པ་ཁོ་ན་སྒྲོག་པ་ལ་ང་ལ་བྱིན། སྐྱབས་འཇུག་གནང་རོགས་གྱིས། བྱིན་རླབས་གནང་རོགས་གྱིས། རྔུལ་གྲབས་གནང་རོགས་གྱིས་ཟེར་ཡག་གི་རེད་མི་འདོད།

ང་རྒྱལ་ད་ལྟ་སྡུག་ཀྱག་ང་རྒྱལ་དེ་མ་རེད་ད་ད་ལྟ་འདི་གི་ང་རྒྱལ་དེ་སྔགས་ཀྱི་སྐབས་ལ་བཤད་པའི་གི་ང་རྒྱལ་ཟེར་བ་དེ་སྡུག་ཀྱག་གི་ང་རྒྱལ་མ་རེད་སྤོབས་པ་ཟེར་ཡག་དེ་རེད། ངེད་ཚོ་བོད་པའི་སྐད་ནང་ལ་སྤོབས་པ་དང་ང་རྒྱལ་གཉིས་དེ་ཁ་ཁ་ར་བ་རེད། ཨ་ནི་དེ་བཞིན་དུ་ད་ལྟ་སོ་སོ་བདག་གིས་སོ་སོ་ཀྱི་ཡི་དམ་དང་བླ་མ་དང་བདག་སོ་སོ་དེ་ཡིན་བསམ་པའི་གི་ང་རྒྱལ་དེ་གོ་གི་ཡོད་རེད།

དུས་བཟང་འདས་མ་འོ་དུས་བཟང་ཁྱེར་བ་དགེ་བས་ཀྱི་ཚོགས། ཕུང་པོ་ལ་སོགས་སྤོང་བྱ་སྤོང་བདེ་བ་ནང་བཞིན་ཡོད་བ་ཁྱེར་བ་ཕ་ཡག་ཟེར་བ་ཡིན་གྱི་ནང་བཞིན་ཡོད་དེ་ནང་བཞིན་ཡོད་བ་དེ་ལ། སྐྱེ་འཆི་པ་ཟེར་དུས་ག་རེ་ཡོད་པ་དེ་སླ་བོར་ད་ལྟ་ན་འཆི་ཟེར་བ་དེ་ཡོད་པའི་གི་དོགས་ད་རེད་དེ། སྐྱེ་འཆི་པ་ཟེར་དུས་ག་རེ་ཡོད་པ་དེ་སླ་བོར། མ་འཆོར་སེམས་ཅན་ཀུན་གྱི་དོན་གྱི་ཕྱིར། ད་ནི་མ་འཆོར་ཟེར་དུས་ངས་ཚོར་མ་བྱས་མ་འཆོར་བ་སྐྱེ་ཡོད་མ་རེད་སེམས་ཅན་ཟེར་བ་ཀུན་ཟེར་བ་དེ་ཐམས་ཅད་དེའི་དོན་དག་གི་ཆེད་དུ་དེའི་ཆེད་དུ། ཡང་ན་དེའི་དོན་དུ་དེང་ནི་ས་ཉི་མ་དེ་རན་ནས་བཟུང་སྟེ་ཟེར་ཡ་རྒྱོ་ང་ཚོ་དེའི་ཚད་དེ་རེད་དེང་ཟེར་བ་དེའི་ཚད་དེ་ཉི་མ་དེ་རན་ནས་བཟུང་སྟེ་ལ་ཡ་རྒྱོ། ཕོངས་པ་མེད་པ་ད་སེམས་ན་རྒྱུ་ནི་ཡོད་མ་རེད་ཕོངས་སེམས་རྒྱུ་ནི་ཡོད་མ་རེད་ད་སྐྱིན་པ་ཏང་རེད་ཟེར་ཡ་རྒྱོ་དེའི་ཡི་གེ་དེ་རེད་ཕ་ང་ས་ཕང་ཟེར་ཡ་དེ། མེད་པར་སྟོང་བར་བྱ་ཟེར་ཡ་དེ། ཨ་ནི་ད་བུ་ཏང་ང་སྟོང་ཕ་ཁྱེད་རེད་ད་དེ་ད་བུ་ཏང་ང་སྟོང་ཁྲི་ཤི་ཐོ་དེ་མ་འོངས་པའི་ཚད་ཀྱིས་སླེབས་དགོས་པའི་སོགས་འདྲ་བོ་འདུག་གི།

སོ་སོར་ཐར་པའི་ལྟུང་བ་བས་ལྔ་ལས་ཟེར་བ་དང། སོ་སོར་ཐར་པ་ཟེར་བ་དང་གྲྭ་བྷེ་གི་ཕྲན། རེད་ད་གྲྭ་བྷེ་གི་བདུན་པའི་སྐོར་དེ་རེད་ད་ཁྱོད་ཚོ་ལ་འབྲེལ་བ་ཡོད་མ་རེད་ད་དེ་གྲྭ་བ་དང་ཨ་ནེ་ལ་མ་གཏོགས་པ་ལ་འབྲེལ་བ་ཡོད་མ་རེད་སོ་སོར་ཐར་པའི་སོ་སོར་ཐར་པ་ཟེར་བ་དེ། སོ་ཐར་ཟེར་ཡ་དེ་སོ་ཐར་གྱི་བདུན་པ་ཟེར་བ་དེ་གྲྭ་བ་ཨ་ནེ་ལ་མ་གཏོགས་པ་ལ་འབྲེལ་བ་ཡོད་མ་རེད་ཁྱོད་ཚོ། ལྟུང་བ་ཟེར་བ་དེ། ཨ་ནེ། སོ་ཐར་གྱི་ལྟུང་བ་ཟེར་ད་སོ་སོ་ཁས་ལོངས་དོགས་ཀྱི་དེ་ལ་འགལ་བ་ཡིན་ན་ལྟུང་བ་ཟེར་ལབ་དེ་ལ། སྟོང་ཟེར་དུས་ག་ལ་རེད་ད་ཐག་ཉེ་རུ་གཏོང་དོགས་ཟེར་ལབ་བར་སྟོང་ཟེར་བ་དེ།

ལྟུང་བ་དེ་གཉིས་མ་གཏོགས་པ་ལ་འབྲེལ་བ་ཡོད་མ་རེད། ག་རེ་ཟེར་ན་ངས་གཙོ་བོ་དགེ་སློང་མ་ཡོད་མ་རེད། དགེ་སློང་མ་མེད་པ་ཡིས་ཙང་ལྟུང་བ་དེ་ལྔ་ཟེར་བ་དེ་འབྲེལ་བ་ཡོད་མ་རེད་ལྟུང་བ་དེ་གཉིས་མ་གཏོགས་འབྲེལ་བ་ཡོད་མ་རེད། འོག་ཐོ་བ་ལ་འབྲེལ་བ་ཡོད་མ་རེད་ཕམ་པ་ལང་མ་གཉིས་མ་གཏོགས་ཡོད་མ་རེད་བོ་པི་ཀའི་ཨ་ནེ་ལ། ཨ་ནེ་ད་གྲགས་པ་ཡིན་ན་ལྟུང་བ་དེ་ལྔ་ཟེར་ཡག་དེ་ཡོད་རེད་བ། ད་དེའི་ནང་ལ་དེ་ལྔ་ཡིན་ནོ་ནི། ཕམ་པ་ཞེས་བྱས་དེ་གཅིག་རེད།

ངོ། ད་དེ་དེ་ལ་དེ་ལ། དུད་འགྲོ་འདོང་བའི་སྐལ་ལ་ཐ་ཇེ་མ་སྐྱོ་བ་ཡིན་ན། ད་ངེས་ངེས་མ་དེ་ནི་ཉེས་པ་བསགས་བྱ། ད་ཇེ་མ་ནི་ཁྱོད་ནི་མི་བྱེད་བཟང་ནི། ཨ་ནི་ཀྱི། སེམས་དང་པོ་ངེས་ཚོགས་གར་སེང་ལ་ཡིན་ན། སྐྱབས་འགྲོ་འགྲོ་བསགས་ཡིན་པ། ཨ་ནི་སེམས་བསྐྱེད་ཚགས་ཡིན་པ། ད་དེ་གཉིས་དེ་བསྟན་ཟེར་བ་དེ་རེད་སོ། གཏན་གྱི་སྟོབས་ཟེར་བ་དེ་གཏན་གྱི་སྟོབས་ངེད་ཚོ་མགོ་ལ་འགྲོ་བཟང་ཡིན་པ་སྐྱོར་ཡོང་དུས་སྐབས་ཐོག་ལ་སྐྱབས་འགྲོ་གྱིས་སེམས་སྐྱིད་ཀྱིས་འཚེ་མེད་ཞེས་ཀྱིས་འདི་ཚོ་ག་འགའ་དེ་ལ་གཏན་གྱི་སྟོབས་ཟེར་བ་དེ་སླེབས་དུ་ཡོད་རོགས་ད། ད། བློ་འཇུག་སྐྱེས་ཀྱིས་ད་དེ་ཚོ་ཕམ་པ་ལྷག་མ་དེ་འདྲ་བྱུང་ཤག་བསམ་ནས་བློ་འཇུག་སྐྱེས་པ་ཡིན་ན། སུན་གྱི་བེ་གི་སྟོབས་ཟེར་བ་དེ་སླེབས་རོགས་ད། སུན་གྱི་བེ་གི་སྟོབས་ཟེར་བ་དེ།

ད་ཁྱོད་རང་ལ་ཡོད་མ་རེད་ཡ་ཁྱ་ག་སྐད་ཀྱི་འཇོང་སྟངས་ནི་ཁྱོད་རང་ལ་ཡོད་མ་རེད་ད་ཁྱི་སློབ་སྦྱོང་ནི་ཁྱོད་རང་ཡོད་མ་རེད་ཟེར་དེ་ཡང་ཞོགས་ཁྱབ་ཟིན་པའི་གི་དེ་འགག་འགྲོ་གི་ཡོད་རེད་ཟེར་བ་ད་དེའི་རེ་བ་ཞོགས་ཁྱབ་ཟིན་པ་ཟེར་བ་དེ་མི་ལ་བསམ་བློ་ཁྱོད་ཉོ་གཏོང་ཐེངས་ཀྱང་དེ་འདྲས་ཀྱི་རེད། སོ་སོ་ལ་ཞི་བ་དུས་ལྟོགས་པ་ཆགས་བསྡད་པ་ཡིན་ན་མི་མང་པོ་ཞིག་ག་གི་མི་ལྟོས། ཁོ་རང་ཁོ་རང་ཀྱག་ཀྱག་ཡིན་ཏེ་ང་ང་ང་ང་ང་ཀྱག་ཀྱག་ལ་ང་ཅག་ཀྱག་ཀྱག་རེད་ཟེར་ནས་མི་དེ་ཚོ་སྤྲོ་ཞི་བ་ལོག་མདོག་ཁྱེད་ཁོ་རང་ཁོ་རང་ལྟོས་བསྡད་ན་ཁོ་རང་འབྲེལ་བ་ཟེར་གི་མི་ལྟོས་དེ་ཡིན་ན་མི་གཞན་དག་ཚོ་སྤྲོ་ལོག་མདོག་དེ་གར་ཟེར་ན་ཕྲག་དོག་ཟེར་བ་དེ་འོང་གི་སླེབས་ཡོང་གི་ཡོད་ར།

ཨ་དེ་འདྲའི་བར་མ་ཁྲིད་བ་ཅི་སོ་སོ་མི་ཉག་འགྲོ་ཡག་དེ་འདྲའི་གི་ཡོ་རོ་ཆུག་ན་མི་དེར་སེ་ཡིན། དཀོན་མཆོག་ལ་ཡག་ཕུལ་བྱ་ཡག་དེ་འདྲའི་གི་ཕུལ་ཡག་དེ་སོ་མ་བོ་བོ་ཅི་གོ་རོ་གོ་རོ་ཉག་འགྲོ་ཡག་དེ་འདྲའི་གི་ཡོ་རོ་ཨ་དེ་འདྲའི་གི་བྱེད་བ་ཡིན་ན་ཁྱོད་ཅག་སེམས་པའི་གི་ཨ་ད་འདྲ་དེ་ཨ།

ཨ་ཁྱོད་ཚོ་དུས་ཚོད་ག་དུས་ག་དུས་སོ་སོ་གི་དུས་ཚོད་ག་དུས་བྱུང་ན་བྱུང་མ་བྱུང་ནའང་འགྲིག་གི་རེད་འདི་ལྟར་ཁྱེད་འབྲེལ་བ་ཅིག་ཡོང་བར་ངེད་ཚོ་དེ་སློབ་གྲྭ་ཚེ་ཐལ་ནི་མ་རེད་ག་གི་མར་བ། སྐབས་པ་ཉི་ཤུ་ཉལ་ན་འགྲིག་རེད་བཅུ་ཉལ་ན་འགྲིག་རེད་གཉིས་ཤུ་ཉལ་ན་འགྲིག་རེད་གར་ཉལ་ཉལ་འགྲོ་ན་སོ་སོ་འགྲོ་པ་རེད་དེ་རེ་ཉལ་ཉལ་འགྲོ་ན་སོ་གཉིས་འགྲོ་ཉལ་འགྲོ་ན་དེ་སོ་སོ་འགྲོ་པར་དེ་ལ་གིས་ཁོས་ཀྱི་ཡོང་བར་ད་ཁྱོད་ཚོ་ཚེ་འོག་ཏུ་དེ་འདྲའི་ག་གི་གོ་བར་ད་དེ་འབྲེལ་བ་ཅིག་ཡོང་བར་དེ་སོ།
རོ་སྤུ་ཆེ་ན་གེ་ལ།